ནི། བདག་དེ་བས་ན་སྙིང་པོ་དང། ཁ་སང། ཅེས་བྱ་བ་ནི། སྙིང་པོ་ཇི་ལྟར་ལེན་པའི་ཚུལ་བཤད་པ་དེ་ལ་སྐྱེས་བུ་ཆུང་ངུ་དང་ཐུན་མོང་བའི་ལམ་རིམ། འབྲིང་དང་ཐུན་མོང་བའི་ལམ་རིམ། སྐྱེས་བུ་ཆེན་པོའི་ལམ་རིམ་བཤད་ནས་ཡོད་པ་ལས། དང། སྐྱེས་བུ་འབྲིང་གི་ལམ་རིམ། ན་དེ་ལ་ཡང། ཐར་པ་དོན་གཉིས་ཀྱི་བློ། རྒྱས་ཡ་དང། ཐར་པ་བྲལ་བའི་དང་ལམ་གྱི་རིགས་ཀྱི་བསྟན་ལ་བ། ལ་ཐར་པ་དེ་གཉིས་ཀྱི་བློ་སྐྱེ་ཡ་ལ་ཡང་ཐར་པ་ངོས་བཟུང་ནས་ད་ངས་ལ་སྡུག་བསྔལ་བསམ་པ་དང་ཀུན་འབྱུང་བསམ་པ་དང་དེའི་ཐོག་ནས་ཀ་ཤུག་རིག་པ་ཀྱི་ཐར་པ་དེ་གཉིས་ཀྱི་བློ་སྦྱང་ཡ། དེ་ནས་ཐར་པ་བྲལ་བའི་ལམ་ཉེར་གཅིག་གཏན་ལ་དབབ་ཡ་ཟེར་ནས་ད་དེ་ཡིན་པ་རེད། ད་ཞར་ཞུ་ཡས་ཀྱི་མི་འདུག་བ། སྙིང་པོ་འདི་ཕྱིར་མི་ཤིག་གི་ལམ་ནི་དུས་འདི་ན་སོང་བ་ནང་བཞིན་སྡུག་བདེན་གཉིས་མེད་བསམ་ལ་མ་འབད་ན་ཐར་པ་དོན་གཉིས་ཇི་བཞིན་མི་སྐྱེ་ཞིང་ས་དེ་རེད། ད་སྡུག་བདེན་གྱི་གཉིས་མེད། སྡུག་བསྔལ་གྱི་སྡུག་བསྔལ་ཞེས་བསམ་ཡང་གཙོ་བོ་མ་རེད། འགྱུར་བའི་སྡུག་བསྔལ་བསམ་ཡང་གཙོ་བོ་མ་རེད། འདུ་བྱེད་ཀྱི་སྡུག་བསྔལ་བསམ་ཡང་དེ་གཙོ་བོ་ཡིན་པ་རེད། འདུ་བྱེད་ཀྱི་སྡུག་བསྔལ་ཡག་པོ་བསམ་ནས་ད་ཉོན་མོངས་པའི་གཞན་དབང་དུ་ཡོད་པ་དེ་ལས་མ་ཐར་ཕྱིན་ཆད་ལ་ད་སྐྱིད་པ་ཅིག་རྩ་བ་ནས་མི་འདུག་བསམ་པའི་པའི་ངེས་པ་གཏིང་ནས་རྙེད་པ་ཅིག་གིས་སྒུག་ཡོད་རེད། དེ་འདྲ་ཡིན་དུས་ཙམ་ནས་ད་འདུ་བྱེད་ཀྱི་སྡུག་བསྔལ་ཡག་པོ་བསམ། སྡུག་བདེན་གཉིས་མེད་བསམ་ལ་མ་འབད་ན་ཐར་པ་དོན་གཉེར་ཇི་བཞིན་མི་བགྱིད་ཅིང། ད་ཀུན་འབྱུང་འཁོར་བའི་འཇུག་རིམ་མ་སོང་ན། དེ་འདྲ་འདྲ་བོའི་ད་སྡུག་བསྔལ་དེ། མེད་པ་སོགས་ཐོས་ཡ་ཡོད་དམ་མེད། ཡང་ན་དྲི་བ་འདི་ལས་གོ་རུ་བ་ད། རྣམ་དཔྱོད་ཅན་ཡིན་ན། བྱ་བ་གང་དང་གང་བྱས་པ་ཡིན་ནའི་དེ་འགྲུབ་ཡ་ཡོད་དམ་མེད། དེ་འགྲུབ་ན་དགོས་པ་དེ་དགེ་མཚན་ག་ཚོད་པ། དགོས་པ་དེ་དགེ་མཚན་ཅིག་མཐོང་སོང་ན། ད་དེ་ནི་འགྲུབ་ཡ་ཡོད་མེད་བསམ་བློ་བཏང་ནས་ཨེ་ནི་དངོས་ཡོད་གནས་ཚུལ་ལ་ཡོད་པ་དངོས་ཡོད་གནས་ཚུལ་ལ་རན་པ། དེ་འདྲ་ཅིག་ཡོད་པ་ཡིན་ན་ཨེ་འདྲ་སྙམ་ནས་བྱ་བ་རུ་བ།

ད་ལྟ་བཟང་བཏང་བ་རེད། ཐར་བ་ཡོད་དམ་མེད་ཟེར་ཡ་དེ་ཕྱི་ལོག་ལས་རྫ་ཆུ་ཞལ་མ་རེད་སོ་སོའི་སེམས་ཀྱི་ནང་གང་ལ་ཡ་ད་སེམས་ཀྱི་སྐྱོན་དེ་དག་ཐུ་ཡ་ཞིག་འདུག་གམ་མི་འདུག་ག། སེམས་ཀྱི་སྐྱོན་མེད་པ་བཟོ་ཐུ་ཡ་ཞིག་འདུག་གམ་མི་འདུག་ག་སེམས་ཀྱི་སྐྱོན་མེད་པ་བཟོ་ཐུ་ཡ་ཡོད་མེད་རྩད་གཅོད་བྱེད་རྩ་ནས་སེམས་ཀྱི་སྐྱོན་དེ་ག་འདྲ་སུ་བྱུང་འདུག་ག་དེ་རྩ་བ་ག་བ་ཐོག་འདུག་ག་ད་ལྟ་བཟང་བཏང་རེད་བ། བྱས་ཙང་ག། ཀུན་འབྱུང་འཁོར་བའི་མཇུག་རེད་མ་བསམ་ན། འཁོར་བའི་རྩ་བ་བཅུ་བཙུན་མི་ཤེས་པས། སྲིད་ལས་ངེས་འབྱུང་སྐྱོ་ཤས་བསྟན་པ་དང་འཁོར་བ་གང་གིས་བཅིངས་པ་ཤེས་པར་བྱེད་ཟེར་ན་སོང་ཡ་དེ་ཡིན་པ་རེད། ད་དེ་འདྲ་ཡིན་དུས་ལས་དང་ཉོན་མོངས་ཀྱི་རྣམ་གཞག་སྤྱི་དང་ལྷག་པར་ཉོན་མོངས་ཀྱི་རྣམ་གཞག་ལ་མཁས་དགོས་པ་རེད། ཉོན་མོངས་ཀྱི་རྣམ་གཞག་གསུངས་ཡོད་དུས་ཙང་ནས་ཅིག་ཐོག་མེད་དགུ་གཅིག་གི་གཞུང་ནང་ལོགས་ལ་ཉོན་མོངས་ཀྱི་རྣམ་གཞག་འདི་དེ་ཤུགས་ཆེན་པོ་ཡོད་པ་རེད། རེད་དེ་ཡིན་ནས་ད། ཆོས་ཀྱི་བདག་མེད་རགས་པ་ཅིག་གསུངས་ནས་དེ་གཞི་བཞག་གི་ཐོག་ནས་ཆོས་རྣམས་ཀྱི་གནས་ལུགས་དེ་ཁོ་ན་ཉིད་རགས་པ་ཅིག་གསུངས་ཀྱི་ཡོད་རེད་མ་གཏོགས་ཆོས་ཀྱི་དེ་ཁོ་ན་ཉིད་ཕྲ་ཞིག་ཕྲ་བ་ནི

ག་རེ་ཟུར་ན་རྟེན་འདིའི་སྟེང་ནས་འཁོར་བ་ཟློག་ཡ་གི་ལམ་ཆ་ཚང་བ་སྟོབས་དང་ལྡན་པ་དེ་འདྲ་ཅིག་ཆ་ཚང་བ་ཅིག་དང་སྟོབས་དང་ལྡན་པ་ཅིག་ང་ཚོ་རྟེན་འདིའི་ཐོག་ནས་གྲུབ་ཐུབ་ཀྱི་ཡོད་རེད། དེ་འདྲ་ཡིན་དུས་འཁོར་བ་ཟློག་པའི་རྟེན་མཆོག་དེ་ད་ལྟ་ང་ཚོ་ཐོབ་ནས་ཡོད་པ་ཡིན་དུས་རྩ་ནས་ད་འཁོར་བ་ཟློག་པའི་སྐབས་དེ་ད་ད་རེ་ཡིན་པ་རེད། འཁོར་བ་ཟློག་པའི་དུས་ཀྱང་ད་རེ་རེད། དང་བ་ན་འཁོར་བ་འདོགས་པའི་འོག་ད་དེའི་ནང་ཚན་ནས་ནི། རྟེན་རབ་ཏུ་བྱུང་བ་དང་ཁྱིམ་པའི་རྟེན་གཉིས་ཡོད་པའི་ནང་ནས་རྟེན་མཆོག་དེ་རབ་ཏུ་བྱུང་བའི་རྟེན་ཡིན་པ་རེད། ས་ང་རང་ཚོ་ད་ཁྱིམ་ནས་ཁྱིམ་མ་ཁྱིམ་མེད་པར་རབ་ཏུ་བྱུང་སྟེ་ནི། ད་ཅི། ག་སོགས་རེད་ད་རབ་བྱུང་ཕ་ཡིན་ནས་འདྲ་རབ་བྱུང་མ་ཡིན་ནས་འདྲ་བ་ད་དེ་ནི་འཁོར་བ་འདོགས་པའི་ད་རྟེན་མཆོག་ཅན་ཡིན་པ་རེད། ད་དེ་ལས་འདས་པའི་ང་རང་ཚོས་ཁྱིམ་ནས་ཁྱིམ་པའི་བར་རབ་ཏུ་བྱུང་ངེས་ཚོས། སོ་སོ་ད་ཁྱིམ་ནས་ཁྱིམ་པའི་བར་རབ་ཏུ་བྱུང་བ་འདི། ངོ་ནས་ད་བས་ཆོས་སློབ་བོ་ཆེ་སྒྲུབ་ཐུ་ཡག། བས་ཆོས་སྒྲུབ་ཡག་གི་རྟེན་མཆོག་ཡིན་བསམ་པ་འདི་ངོ་ཤེས་པ་བྱས་ནས་སྤྲོ་བ་སྐྱེས་པ་བྱུང་ན་སོ་སོའི་རྒྱུད་ལ་ཡོད་པའི་ཚུལ་ཁྲིམས་བསྲུང་ཡག་ལ་དང་དོད་ལེགས་གི་རེད།

ཁ་སི་ཞོའི་ནང་བཞིན་རེད་དཔེར་ན་རྒྱ་མིས་བྱས་པའི་ནང་བཞིན་རེད་ཁོས་ཕྱི་ལོགས་ནས་རྒྱ་མི་དང་ཡང་རྒྱ་མིས་མཚོན་པའི་བཙན་དབང་བཞེས་མཁན་དེའི་སྟེང་གི་ཕྱི་ལོགས་ནས་མི་ལ་སྡུག་སྟངས་ནི་ཨ་ནི་སེམས་ལ་ཡ་ལོག་སུ་བཏང་གི་ཡོད་པའི་སྐད་ཆ་རེད་ངལ་རྩོལ་བསྒྱུར་བཀོད་བྱས་བྱས་ངལ་རྩོལ་རྐྱང་པ་ཤོར་ཤོར་བསྐུལ་བྱས་ཨ་ནི་སེམས་ལ་ཡ་འགྱུར་བ་ཐུག་གི་ཡོད་པའི་སྐད་ཆ་རེད་འདི་ག་ཚད་ཀྱི་ཨ་ནི་སྡུག་སྟངས་འདི་ཚོད་ཀྱི་སེམས་ལ་ཡ་ཨ་ནི་འཁོན་འཛིན་ཆེར་འགྲོ་གི་རེད་མ་གཏོགས་དྲག་གྲོས་ཁ་སྐོར་མ་རེད། ཟེར། རྒྱ་མིའི་བཙོན་ཁང་ལ་ཡང་ལོ་མང་པོ་བསྡད་མཁན་དེ་ཚོ་འཕྲད་དེ། ཨེ་ནི་གོ་ངལ་རྩོལ་བསྒྱུར་དགོས་པའི་མཐར་ཕྱིན་པ་བྱུང། བྱས་མ་བཙོན་ནས་མ་དོན་ཡག་དོན་དག་ལས་ཡང་རྒྱ་མི་མདུན་ལ་མཁས་པ་སྙན་པོར་བརྒྱག་རྩད་བཤད། ཨེ་ནི་རྒྱ་མི་འདིས་མགོ་སྐོར་ཐེ་ཨེ་ནི་མ་གློད། གློད་ཚར་དུས་རྒྱ་མའི་ཁ་གཏོང་མཁན་གྱི་ཆ་ཁས་མ་གཏོགས་རྒྱ་མི་གཏོར་གཏོང་མཁན་ཧ་ལམ་ཡོག་མ་རེད། རེད་བ་ཡ། རེད་བ་ད། ག་ད་ཕྱི་ལོགས་དེ་སྡུག་པོ་དང་ནི་མིའི་སེམས་འགྱོད་ཡ་སེ་ངེས་དེ་མི་སྲིད་བ་རེད། ཟེར། ད་ག་ད་དེ་འདྲ་ཡིན་པ་ཡིན་དུས་ད་ང་རང་ཚོའི་ཁྱིམ་ནས་ཁྱེར་བའི་རབ་ཏུ་བྱུང་བ་ཚོ་སྤུས་དག་པོ་འབྱུང་ཡག་དེ། ཕྱེད་ཀ་ཕྱི་ལོག་ནས་མི་སྒྲིག་ཁྲིམས་གཅུན་ཡག་གལ་ཆེན་པོ་རེད་དེ་གཙོ་བོ་གཙོ་བོ་སོ་སོ་རང་གིས་རབ་གྲྭ་པ་བྱེད་ཡག་ལ་ཡག་དང་དོད་བོར་ནས། ང་གྲྭ་པ་བྱེད་པ་དེ་དངོས་གནས་སྐལ་བ་བཟང་པོ་ཡིན་ད་ཆོས་བློ་པོ་ཆེ་བྱེད་ཡག་ཡོད་དུས་ཉུང་བྱང་ཉུང་ཡིན་ད་དངོས་གནས་ཤིན་ཏུ་འགྲོ་སྡེ་སྡོད་སྡེ་བས། སྣ་དག་མི་སུ་གཅིག་ལ་སྤྲད་མེད་པར་སྣ་དག་རང་གི་མགོ་ལ་ཡོད་པ་ང་སྐྱིད་པོ་ཡིན་ང་དེ་དངོས་གནས་དྲང་གནས་ཀྱི་བསོད་ནམས་ཆེན་པོ་ཡིན་ང་སྐལ་བ་བཟང་པོ་ཡིན་བསམ་པ་ཞིག་བསམ་བློའི་ནང་ལ་འཁོར་ར་ཡིན་ན་དང་དོད་བྱེད་དགོས། ཨོ་དེ་འདྲ་ཡིན་དུས་སུ་ནི་ད་རབ་ཏུ་བྱུང་བའི་ཕན་ཡོན་བསམ་ཡག་དེ་གལ་ཆེན་པོ་ཡིན་པ་རེད། ད་དེ་ནི། དེའི་ཕྱིར། ཁ་ཟག་བདག་དེ་ག་ལས་བཟང་ལྟ། འོ་དེ། ཅུང་ཟད་ཅིག་བྱེད་པར་བྱའོ། རབ་ཏུ་མ་བྱུང་བ་རྣམས་ཀྱིས་ལྟ། རབ་ཏུ་བྱུང་བ་རྣམས་ཀྱིས་ནི་མ་ལྟ་སྟེ་མ་རེད། ཁྱིམ་པའི་སྐྱོན་དང་རབ་ཏུ་བྱུང་བའི་ཡོན་ཏན་ཡང་ཡང་སེམས་པ་ནི་སྔར་རབ་ཏུ་བྱུང་བ་རྣམས་ཀྱིས་ནི་བསམ་པ་བརྟན་པར་འགྱུར་ལ་རབ་ཏུ་མ་བྱུང་བ་རྣམས་ཀྱིས་ནི་བཟང་པོའི་བག་ཆགས་འཇོག་ཅིང་གསད་པར་འགྱུར་བས་དེའི་ཚུལ་ཅུང་ཟད་བརྗོད་པར་བྱའོ། དེ་ལ། ཁྱིམ་པ་ནི་འབྱོར་ན་དེ། མ་རེད་འབྱོར་ན་དེ་སྲུང་བའི་འབད་པས་སྡུག་བསྔལ་ལ། ད་རྒྱུ་ཡོད་ན་ཡོད་པ་ཅིག་གིས་ཡང་སེམས་ཁྲལ་ཞིབ་བྱེད་དགོས་རོགས་གདའ། ཨ་ནི་ཁོ་ད། ཡང་ཅིག་ཨ་ནི་ལྷག་དོན་ཆོག་མི་ཤེས་པ་ཡོད་ན། བརྒྱ་ཡོད་ན་སྟོང་སྟོང་ཡོད་ན་ཁྲི་ཁྲི་ཡོད་ན་འབུམ་བྱས་ནས་ད་ག་ཚོད་བྱུང་བྱུང་ནས་བའི་སེམས་ཞིག་རྟོགས་ལྷང་ལྷང་ཞིག་བསྡད་དེ། བཀའ་གདམས་གོང་མའི་གསུང་སྒྲོས་ལ་ཡོད་པ་ནང་བཞིན་རྒྱལ་པོ་རྒྱལ་བཞི་མ་རེད་ག་ས།

བྱ། དེ་འདྲ་ཡིན་དུས་ཁྱིམ་པ་ནི་འཇོག་ན་དེ་བསྲུང་བའི་འབད་པས་སྡུག་བསྔལ་ལ་དབུལ་ན་ནི་འཚོལ་བའི་སྡུག་བསྔལ་གྱི་ཤ་ཐང་བས་བདེ་བ་མེད་པ་ལ་རྨོངས་ནས་བདེ་བར་འཛིན་པ་ནི་ལས་ངན་པའི་འབྲས་བུར་ཤེས་པར་བྱ་སྟེ་སྐྱེས་རབས་ལས། བཙོན་ར་འདྲ་བའི་ཁྱིམ་ལ་ནི་ནམ་ཡང་བདེ་བར་མ་སེམས་ཤིག། ཆོས་གོམས་ཡང་ན་དབུལ་ཡང་རུང་ཁྱིམ་ན་གནས་པར་ནད་དུ་བཤད། གཅིག་ནི་བསྲུང་བའི་ཉོན་མོངས་ལ་གཉིས་པ་འཆོལ་བའི་ཤ་དང། གཉིས་པ་ཚོལ་བའི་ཤ་དང། ཆོས་གོམས་ཡང་ན་དབུལ་བ་ཡང། གང་ན་བདེ་བ་མེད་འགྱུར་བ་དེ་ལ་དགའ་བ་རྨོངས་པ་ནི་སྡིག་པའི་འབྲས་བུ་ཡིན་པ་ཉིད་ཅེས་གསུངས་སོ། དེའི་ཕྱིར། བ་དག་སྦྱར་མི་བྱེད་ཀྱི་གཟུངས་འདི་ནན་པོ་ཤར་དུ་བ། དེའི་ཕྱིར་ཡོ་བྱད་མང་པོ་འཛིན་པ་དང་ཆོག་མི་ཤེས་པར་ཚོལ་བ་ནི་རབ་ཏུ་བྱུང་བའི་བྱ་བ་མ་ཡིན་ཏེ། ད་ལུས་ལ་ཡང་དྲ་ཆས་གོན་བྱས། ཨེ་ནི་རྒྱུ་ཆ་ལག་ལ་དང་དོད་བྱས། སོ་སོའི་ཤག་གི་སྦུག་ལ་ཤག་ཆས་ལ་དང་དོད་བྱས། ཨེ་ནི་ཅིག། རྒྱུ་ཡོད་ངེས་ཀྱི་མི་ལ་ཡང་ཨེ་ནི་གྲོགས་པོ་སྒྲིག་བྱས། དངུལ་གཅིག་བྱུང་ན་བསམ་ནས། ཨེ་ནི་ཡ་རྒྱུ་མ་རྒྱུ་བྱས་ནས་དེ་དེའར་འཛུལ་འཕྲད་དེ་རབ་ཏུ་བྱུང་བའི་བྱ་བ་མ་རེད་གསུང་བ་རེད། དེའི་ཕྱིར་ཡོ་བྱད་དབང་པོ་འཛིན་པ་ནི་ཆོག་མི་ཤེས་པར་འཚོལ་བ་ནི་རབ་ཏུ་བྱུང་བའི་བྱ་བ་མ་ཡིན་ཏེ་གཞན་དུ་ན་ཁྱིམ་པ་དང་ཁྱད་མེད་པར་འགྱུར་བས་སོ། དངོས་གནས་བདེན་པ་རེད། གཞན་ཡང་ཁྱིམ་ལ་གནས་པ་ནི་ཆོས་དང་འགལ་བས། དེར་ཆོས་སྒྲུབ་པ་དཀའ་སྟེ། བ་ས་རེ། སྤྱོད་འཇུག་ནང་ལ་ཡང་ཐ་མལ་པ་ཙམ་གནས་པར་བྱ་ཟེར་བྱུང་ནའང་ཐ་མལ་པ་ཙམ་གནས་པར་བྱ་ཟེར། དེ་ལ་ཡང་ཁུ་ནུ་ལ་བ་རྣམས་ཀྱིས་བསྟན་འཛིན་རྒྱལ་མཚན་གྱིས་སྔར་ལོ་རྒྱུས་སུ་གསུངས་སོ། ངས་སྤྱོད་འཇུག་ཞི་བའི་ཁ་དུག་ལ་ཡང།

ད་གོང་མཚན་ཉེར་བསྡོགས་སུ་ཡོད་པ་ཡིན་ཙང་ད་འདི་ངོ་ཤེས་པར་བཟོས་བྱས་འདི་བར་ངོ་ཤེས་རུ་བཏང་བྱས་ཅིག་བྱུང་ན་ཨེ་ཁོ་ར་བསྡོགས་སུ་ཕན་གི་སུ་དྲན་མི་འགྲོ། ཇི་ཙང་བ་ད་ཁོང་ཙ་ལས་ཡོང་བྱས་ཨེ་ང་སྔ་མོ་ཨེ་ཁྱེད་རང་ཨེ་བའི་ངོ་ཤེས་པའི་མི་ཅི་ཅིག་ཡིན་ཟེར་ནས་ཁོ་ངོ་སྤྲོད་རུ་བས་ཁོ་ར་ཞིབ་ཞུ་ག་བྱས་པ་ཡིན་པ་རེད།